དམ་ཚིག་གི་སྟོང་པ་རྩ་བརའི་སྟངས་ཤེས་ན་རྩེ་མི་རྩེ་ཞིང་གང་ཆུད་མི་ཆུད་ཤེས་ན་ལག་བརྡའི་སྟངས་ཤེས་ན་ཨེ་ནི་དངོས་གྲུབ་ཡོངས་ཡངས་ཀྱི་གཞི་རྩ་སྐུར་ཆུད་ན་སྐུར་བལྟས་ཤོ་མོ་རེད་པ། དེ་ང་ཚོ་གསལ་བོ་གསལ་རྐྱང་རང་བལྟ། ད་དུང་ང་ཚོ་ད་རིང་འདིའི་ཤ་བོ་ཀུ་ཏུ་དེ་ང་ཚོས་ཡིན་གཅིག་མིན་གཅིག་གི་སེམས་ལ་ཅིག་བཞག་རོགས་ཨ། དེ་གང་འདྲ་ལ་རྒྱ་ནག་ལ་འདི་ཡོད་ད་བསམ་བསམ་ལ་གཅིག། ཨ་ནི་ང་ཚོ་ནམ་རྒྱུན་གསོ་སྦྱོང་རེད་ནམ་རྒྱུན་དུས་རྒྱུན་དུ་ད་གསོ་སྦྱོང་འདི་ད་འོ་ན་ནི་ཐེངས་མ་གཉིས་རྩིས་ཤིག་མ་གཏོགས་ཡོང་མ་རེད་མ་ཞག་པོ་བཅོ་ལྔ་བཅོ་ལྔ་སྤོ་རུ་ལུགས་གཅིག་ད་ང་ཚོ་གོང་ལྟར་རེ་ཞིག་བསམ་བློ་བཏང་འདོད་ཐོག་ད་དང་པོ་གསུམ་དུ་བརྒལ་ཏེ་མགྱོགས་ཀྱི

ཧ་རེས་ལྷ་འདྲེ་དང་བཙུན་པོ་དེས་སྐྱེ་བའི་ཕྱི་མ་གཉའ་བ་ལ་མ་སྐྱེས་པ་ལ་སོགས་པ་དང་ཡི་དྭགས་ལ་མ་སྐྱེས་པ་སོགས་སུ་འགན་ལེན་བརྒྱ་ཆ་བརྒྱ་ཐམ་པ་བྱེད་དུ་དགོས་བཙུན་པོའི་ལས་འབྲས་བླང་དོར་རྙོག་གི་འབར། མཁས་པའི་ཁ་ནས་སྐྲ་ཆག་པོ་བཞི་བོ་ཅིག་བཤད་ཨ་ཏི་ལ་ལིང་གི་ཐུགས་ན་ལས་འབྲས་བླང་དོར་རྙོག་དྲ་དུད་དོ་གོམ་ཚུལ་ཤོ་དོད་པའི་གུ་དོ་ལས་དུད་དོ་སྐྱེ་བའི་ཕྱི་མ་གཉའ་བ་ལ་འགྲོ་གི་མར་ཕྱི་ནས་འགན་ལེན་རྩ་བ་ཉིད་ནས་བྱེད་དུ་དགོས་མ་རེད་མཁས་པ་གཉའ་བ་ལ་སྐྱེས་དུས་ནི་ཆོག་དུས་ཡོད་རེད་མཁས་པ་རྒྱུ་འབྲས་ཤིག་དུས་ནི་མང་པོ་ཡོད་རེད། གལ་ཆེ་ཤོས་རེ་གཅིག་གི་ཆེ་ཤོས་རེ་གཅིག་ནི་ཐོས་རྩིས་ཟེར་ན་གལ་ཚུལ་གཉིས་ཀ་ལོགས་སུ་ཆད། དེ་ལྟ་མ་བྱུང་ནའང་བཙུན་པོ་གཏམ་རྒྱུད་ལྟ།

ལས་འབྲས་བླང་དོར་གྱི་ཐོག་ལ་ཡིད་ཆེས་གཉིས་པའི་སྟེང་ནས་འདུམ་སྲུང་གི་དཔྱད་གཙང་གི་ཐོག་ལ་ཁྲ་རང་ག་འདྲའི་ཅི་ན་ལ་གལ་ཚུལ་ཁྱོན་ནས་མུ་ཆེ་ཉི་ཆེ་ལ་ཡ་བཙུན་པོ་ཞེས་ན་ད་ང་ཚོ་ཁྱེད་ཀྱི་དད་པ་དང། བཙུན་པའི་ཡོན་ཏན་ཕམ་པས་མ་གོས་ཤིང་རང་བཞིན་ང་ན་མ་གཏོགས་པ་ལ་བཙན་པ་ཞེས་གལ་ཆེ་དེ་ཡིན་པ་ཚོ་སྒྲིག། རིན་ཆེན་ཁྲི་བ་ན་ལ་ཡ་ཕམ་ལགས་གཉིས་ཀྱིས་མ་གོས་ཤིང་རང་བཞིན་ང་ན་མ་གཏོགས་པ་ལ་བཙན་པ་ཞེས་ན་གལ་དེར་ད་དེ་གལ་ཞི་བོ་ཅིག་རེད། ད་འདི་རྗེ་རིན་པོ་ཆེ་གི་རྗེས་འཇུག་སུ་ད་དེ་ལ་ང་ཚོས་གཟབ་གཟབ་ཞི་བོ་ཅིག་བྱེད་དགོས་རེད།

ཉམས་མེད་ཆེ་ཡང་གི་གཞི་གང་འདི་པའི་ཆ་ཚང་ཐོར་ཚར་ལ། སེམས་ཀྱི་ནང་ནས་འབྲས་བུ་ཡང་དག་པ་ཅིག་སྐྱེ་དགོས་ཡག་གི་རྒྱུ་དེ་རེད། འབྲས་བུ་ཕྱིན་ཅི་ལོག་ཅིག་སྐྱེ་དགོས་ཡག་གི་རྒྱུ་དེ་རེད་ཞེས་ནས་སེམས་ཀྱི་སྟོད་ནས་ཆ་ཚང་བསླད་ཚར་དུས་དུ། ཨ་ནི་ང་ཚོ་ཁྱོན་ནས་ཡོང་མི་འདུག་ད་འདིའི་ཚུལ་ཁྲིམས་གཙང་མ་མ་ཡོན་གཡང་གི་ཨ་ནི་དང་པོ་གཅིག་དང་གཅིག་ཡན་དུ་བསྐྱོད་དེ་ཚེ་འདི་ལས་གཞན་པའི་ཞེན་པ་དེར་བལྟ། འོ་དེ་བཅག་དགོས་ཀྱི་རེད། དང་པོར་ཚུལ་ཁྲིམས་ཤེས་རྩ་ནའང། དེ་ནི་བསོད་ནམས་ཟིན་པའི་ས་སྐྱའི། ཚེ་འདི་ལ་མ་ཞེན་པ་ཅིག་དགོས། འདི་གལ་ཆེ་ཤོས་ནི་ཅིག་ལྟོས་ད་འདིས་ང་ཚོས་ད་ལྟ་སངས་རྒྱས་རྗེ་བཙུན་བསོད་ནམས་རྩེ་མོ་སྤྱི་བོར་ལུང་བྱང་དྲག་མོ་ལམ་རིམ་ཕྱི་མ་ལས་ལས་ཞེ་དྲག་མཐོང་སོང་ང། ཁུ་སིམ་ང་ཚོའི་ཡི་གེ་རིན་ཆེན་གླིང་ལ་ཡིན་ཡང་དྭགས་པོ་ལམ་རིམ་མ་ཁྲིད་དེ་བས་གུ་དོག་དོག་ལས་ཞེ་དྲག་མཐོང་སོང་ངོ། དང་པོར་ཚེ་འདི་ལ་མ་ཆགས་པ་ཅིག་དགོས་རེད་ཅེས་བཤད་ནས། ཚུལ་ཁྲིམས་གཙང་མ་ཡོང་དང་མ་ཡོང་སེ་ད་ཐིག་གི་གང་འགག་རྩ་གང་གི་གོ་བ་ཐུག་ཐུག་སུ་ཚེ་འདི་ལ་ཞེན་པའི་ཞེན་པ། འཁོར་བ་ལ་ཞེན་པའི་ཞེན་པ། དེ་གཉིས་ལྟ། བྱས་ཙང་ཡིན་གཅིག་མིན་གཅིག་གི་ད་ཚེ་འདི་ལ་ཞེན་པའི་ཞེན་པ་དང་འཁོར་བ་ལ་ཞེན་པའི་ཞེན་པ་སུ་ལ་འཇུག་དང་སྐྱེས་བུ་ཆུང་ངུ་ཆོས་འཁོར

ཏིང་ངེ་འཛིན་ཅན་པ་འདི་རྒྱའི་མི་རིགས་པ་འདི་ཐུང་གིས་ཐུང་གིས་དེ་དང་འགལ་བའི་སྟེང་ནས། མཇུག་བསྡུ་ཡག་ཞིག་འོ་ད་ཐུགས། གར་སོ་ད་སེང་གི་ན་ལ་རིན་པོ་དང་པོ་ཁོ་ལས། ད་ཐུགས་ཤིང་ལ་ཡོངས་བསྐུར་ད། མཁས་ཆེན་པོ་ཞེ་འོ་ཅི་ཆགས་ད། བྱང་ཆུབ་སེམས་དཔའི་སྡོམ་པ་གཙང་མ་མ་ཡིན་ཡང་ཅི་ད་བྱང་ཆུབ་སེམས་དཔའི་སྡོམ་པ་བླ་མ་བླངས་ནས། དང་པོ་བྱང་ཆུབ་ཏུ་སེམས་བསྐྱེད་ཡེ་ནས་རྗེས་སོར་བུར་ཕྱིན་དྲིལ་ལ་འཇུག་གི་ཡིན་ཞེས་ནས་ཁས་ལེན་དམ་ཅན་གཞན་ནི་འདི་གཙང་མ་མ་ཡིན་ཡང་གཞི་རྐྱེན་གཅིག་རེ་ཆེ་ཡིན་ཤོག་སྟེ་རང་བྱིས་པ་འཛིན་པའི་སྤྱི་འཛིན་ཐུགས་རྒྱ། ཐལ། རང་གཅིག་སེམས་ཀྱི་ནང་ལ་ཡང་ཨང་ཀི་དང་པོ་ལྟ་བུ་ཞིག་ལ་རྩིས་རང་མཁས་ཆང་རྩི་གིས་དེ་ཙམ་སེམས་ཤིང་ཕ་རོལ་ཏུ་རིམ་པ་གཉིས་པ་གསུམ་པ་དག་ཐོག་མ་ལས་གྲུབ་ཀྱི་རེད། དེ་དག་གི་སྟེང་ནས་གཅིག་གིས་བཟོ་རྒྱུ་འཐུང་རྒྱུ་དང་གས་ཆག་ཅིག་འགག་རྩ་གང་འདྲ་ཞིག་འཐུང་བ་ནི་ཨ་ལན་ཨང་དང་པོ་ལ་ཡང་གཟུགས་གང་ལ་ཚུད་གོ་དེ་ལ་ད་དེ་འདྲ་བྱོན་གོ་ལ་བཞག་ཙང་གཟུགས་གང་ལ་ཚུད་དེ་འདྲ་གི་ཐོག་ནས་བྱོན་ཟིན་པ་དང་པ་རྩ་བའི་སྒྲ་གཅིག་ད་དེ་ཡོང་གི་ཡོད་རེད། ད་སྔགས་ནང་ནས་བཤད་ན་གང་སྣང་ཐམས་ཅད་ལ་སྒོ་ང་ལྷ་དང་ལྷ་མོའི་སྣང་བ་ལ་བརྟག་གོ་ཡོད་ཕྱིན་ན་དག་སྣང་ཐུན་མོང་མིན་པ་སྦྱང་གོ་རེད་ཕྱིན་ན་ང་ཚོས་དེ་གཟིགས་ཀྱི་རེད།

དངོས་གནས་དཔེ་དངོས་གནས་ཀྱི་དཔེ་བསམ་ཡོད་པའི་རང་རེད་ཤག་བསམ་དངོས་གནས་ཡོད་ཉེས་དེ་རེད་ཤག། ཐ་མའི་སྣང་ཤེས་ཆེ་ང་ཡིན་དུས་ད་རང་ལ་སྣང་བ་ཞིབ་རེ་ཞིག་དག་ཇི་ལྟར་དེ་གའི་གང་ག་རྐྱེན་ཅན་ལ་ལྟ་གི་དུས་ཡག་གི་ཐ་མའི་བ་ལ་ལྟ་ཡག་གི་ད་དེ་འདྲ་གི་སིམ་འཛུལ་ཅིག་ཡང་དུ་གྱུར་བ་ད་དེ་གའི་སུམ་རྟགས་འགལ་དུ་གྱུར་དེ་བར་བཤད་གི་ཡིན་ཞེས་ད་དེ་ཡིན་ད་སྙིང་ནས་བྱོལ་བ་དྲག་པོ་སོ་སོར་ཤག། ཁུ་སིམ་ང་ཚོ་ཉི་མ་དང་པོ་གཉིས་ཀ་ཞུས་བ་ཡིན་པ་སངས་རྒྱས་བཀའ་རྙིང་གི་གཅིག་དང་གྱང་གི་གཅིག་དཔེ་འགྲུབ་སློབ་དཔོན་བློ་གྲོས་ལུགས་སོགས་བར་དུ་ཁོ་རང་ཚོ་ཁ་བྲལ་ཅི་ལྟར་ཁ་བྲལ་ཕྱིན་པ་ཆ་མཚོན་པ་ནི་ལས

ཕོ་བ་དེ་ཁྱེད་ཅེས་དགེ་འདུན་མ་གཉིས་ཀྱི་རྐུབ་སྟེགས་སྙིམ་དོར་བསྒྲིགས་ནས། ཡིན་ཤག་ཤག་ཅིག་གི་ཐོག་ནས་ཡིན་གོ་བྱུང་སྟོང་དོར་ཅིག་གི་ཐོག་ནས་ཡི་གེ་བྲི་གི་བསྡད། གསེར་ཏོག་གི་ནང་ལ་ཁ་ལག་ས་ག་དྲུག་གི་སྟོད་དུ་ཐུག་སོ་རུ་བབས། དེའི་གདོང་པ་མལ་དུ་རྒྱུག་གི་སྤུ་གུ་པ་བོ་པོག་ཁྲོ་ལང་སྤྱོད་ཅིག་ཕོ་བ་ཁྱེད་ཅེས་གྲོ་སོན་མི་འདུག་གོང་ཆུ་བོ་གོང་དུ་སྐྱོད་ཅིག་ཕོ་བ་ཁྱེད་ཅེས་ཆུ་ཚོད་བཅུ་གཉིས་དང་ཕྱེད་ཀ་ལ་ཡང་སྐུ་ཤོག་ཡི་གེ་མཛོད་དྲུག་གི་ཐུགས་སུ་སོ་སྙིམ་རྫོབ་ཨོམ་བྷ་ན་ནས་ཕོ་བ་སྟོན་ཅིག་དྲུག་གྲོགས་སུ་འདྲེ་དེ་འདྲེ་མི་འདུག་གོང། ད་ཨ་འདྲེ་ཅིག་ཟ་ཆོག་གི་རེད་འདྲེ་ཅིག་ཟ་ཆོག་གི་མ་རེད་ཡང་ཁོ་ར་ཁོ་ར་དེད་ཅིག་འདུག་གོང། དོང་ཚོ་གང་གི་ག་གི་ཀ་དྲིན་རེད་སུ་དོ་དོམ་པའི་ཀ་དྲིན་རེད།

ང་ཚོ་ཚེ་བ་བཅིངས་ནས་སྤྱོད་འཇུག་འགོ་བཙུགས་ཉིན་རེ་སྤྱོད་འཇུག་འགོ་བཙུགས་ཡག་ཏུ་དེ་གའི་ད་བར་སྤྱོད་འཇུག་འགོ་བཙུགས་ཐུབ་པའི་སྙིམ་སྟོབས་དཔེ་གཅིག་སྐུ་དྲིལ་བསྒྲིགས་ནས་དཔེ་ཡིན་ཤག་ཤག་ཨ་ལ་ཅང་ཏོག་ཏོག་བྱེད་འགྲོ་ཡ་དེ་ཁ་བ་ཁུ་བ་ཁུ་བ་ཁུ་བ་སྡོང་པོ་མིན་འགྲོ་རྒྱུ་རེད་ཚར་ཚར་རེད། ད་དེ་ཡོད་པའི་སྟེང་ནས་ནི་བཀྲ་ཤིས་རྒྱག་རྒྱུ་རེད་འདུག་ཨ་ནི་ཤེས་ད་དེ་གའི་བྱེད་སྟངས་བཀྲ་ཤིས་རྒྱག་འདུག་སྡོང་པོ་དེ་ཡོད་ན་ལོ་སྲང་གོང་དུ་བ་གཅིག་ང་ཚོ་ཆོས་རའི་དཔེ་ཁྲིད་དུ་བྱེད་པ་བྱེད་སྟངས་ཕར་བཞག་བྲིས་པ་ཁུ་ཐུག་དེ་མཚམས་རེ་བྱེད་ཉི་མ་བཅོ་ལྔ་བཅུ་དྲུག་ཉི་མ་ཉི་ཤུ་ཚེ་མཚམས་རེ་བྱེད་མ་འདུག་མི་མཚམས་རེ་ད་ཤིན་ཏུ་རེ་བྱེད་འདོད་ཡ་འདུག།

བཅོམ་ལྡན་འདས་ཀྱི་ཁྲིམས་འདི་ལས་འབྲས་རེད། ངོ་བོ་ནི་ཆོས་ཀྱི་ཁྲིམས་དེ་རེད། དེ་རིང་ང་ཚོ་ང་ཚོའི་ཡུལ་ལུང་པའི་ནང་གི་ཁྲིམས་འདི་དེ་གུ་དྲིའི་དེ་ལས་ཅེས་ཟོས་ཤོས་རེད། གུ་དྲིའི་གསང་བ་ཅིག་ལས་ཅེས་གཅིག་གཟུགས་རེད་གུ་དྲིའི་གསང་བ་ཅིག་ལས་ཅེས་གཅིག་གཟུགས་རེད་ད་དེ་ལས་རྒྱུ་འབྲས་ལ་གྲོགས་དང་མ་གྲོགས་དང་དངོས་པོ་ནི་ཚུལ་ལ་གྲོགས་དང་མ་གྲོགས་ལྟོས་རྒྱུ་ཡང་རེད། བཅོམ་ལྡན་འདས་ཀྱི་ཁྲིམས་འདི་ལས་འབྲས་ཤེས་བྱ་ཆེ་ནི་དངོས་པོ་ནི་ཚུལ་རང་རེད་མ་གཏོགས་གཅིག་གིས་བཅོམ་ལྡན་འདས་ཁོ་རང་གིས་གཅིག་གི་དོ་དེ་ཁེ་ཕན་ལ་ཐུག་ཤེས་སྒྲིག་འཛུགས་རེ་གཅིག་ལ་ཐུག་ཤེས་དེ་བཤིག་དང་མ་བཤིག་དང་བོགས་བླུག་དང་མ་བླུག་གི་སྟེང་ནས་ཟོས་ཤོས་དེ་ཁྱོད་ནང་ཁུར་ཡོང་མ་ཆ་ཚང་ལ་དངོས་པོ་ནི་ཚུལ་ལས་འབྲས་རེད། ཨེ་འདྲས་ཞེས་པ་ནི་ལས་འབྲས་འདྲས་ཞག་དྲུག་རེ་འདྲས་ཕྱིན་ལས་འབྲས་ཞག་དྲུག་རེའི་ཕྱིན་དོན་ནི་དོན་གྱི་ཁྲིམས་དེ་དེ་རེད། ས་འདི་གཅིག་གི་དོམ་པོ་གསུམ་ཚུར་ལ་འདུས་དང་ང་ཚོ་ད་གང་ཞིག་སྒྲིག་འཛུགས་བྱེད་ཅེས་མི་གཅིག་ཡེ་ནས་མ་བཟོད་ཅིང་དེ་བཅུ་ངོ་ཆིག་མར་བལྟ། ལས་རྒྱུ་འབྲས་ད་དེ་སྔ་ཐུག་འགྲོ་གི་རེད། དེ་ལྟར་རྒྱལ་ཚང་སོགས་ནས་ལས་འབྲས་བརྒལ་ཚར་ཙང་ལས་འབྲས་ཞག་དེ་ངོ་བོའི་གནས་ཚུལ་གྱི་ཁྲིམས་ཡིན་པ། ངོ་བོའི་གནས་ཚུལ་ནི་ཡང་རྒྱུ་འདི་འདྲ་ཞིག་གྲུབ་ཚར་ཙང་ད་ཁྱེད་རེ་ཞག་དོམ་ཞག་གསུམ་ཚུར་མ་བྱུང་བ་ནི་ཁྱེད་ར་ལ་ཡ། རེ་བ་དེ་མིན་གྱི་རེད་ངོ་བོའི་གནས་ཚུལ་ལ་རྒྱུ་འདི་འདྲ་ཞིག་གྲུབ་ཚར་ཙང་དེ་ལ་ཡང་དམིགས་བསལ་གྱི་བར་ཆད་འདྲ་ཁྱེད་མ་འཕྲད་ན

དེ་འདྲ་ཡོད་རེད་ཞེས་ཁྲིམས་ཁ་ཤས་ཁ་ཤས་ཀྱི་ནང་ལ། ད་འདི་ཁྱེད་རང་ཚོ་ལགས་ཚེ་ཁྱོད་ནི་མ་ཟིན་པ་དོ་ཅི་ཁེ། ད་འདི་ང་ནི་དཔེ་ཁྱོད་ནི་དངོས་གནས། དོ་ཟིན་པའི་གོམས་དེ་ད་ཅོག་ཉོ་ཀོ་ཟ་དེ་ཕར་བཞག་ཤོག་ཨ་ལེ་སྔོན་ལ་ཡང་འདི། ཁྱད་པར་སྟོན་པ་གསུང་གི་མི་དོན་ཆོག། ལྷག་པར་དུ་ཁྱད་པར་ཟ་དེའི་ཚིག་དེ་མོན་ཡ། འདི་ཚིག་གཞན་རེ་ནང་ལ་གནད་འགག་རེ་རེ་ཡོད་ཆེ་བ་དང་ག་འདི་ལ་ཁྱེད། མི་དོན་ཆོག་ཞེས། སྙིང་ནས་གྱོད་པ་དྲག་པོ་སོ་སོ་བཤགས། ད་འདི་བཤགས་པོ་དེ་ཡིན་ད། ད་འདིའི་དཀྱིལ་དེ་ང་ཚོ་ད་ལྟ་བདུད་རྩི་འབེབས་སྦྱངས་སོགས་ཅིག་དེ་འདྲ་ཅིག་བྱེད་ཐུབ་རེ་བྱས་ནས་ཡག་པོ་བྱེད་ཡོང་དེ་ག་རེད། སྙིང་ནས་གྱེས་པ་དྲག་པོ་སོ་སོ་ཤ་ཟ་བློ་དང་སེམས་ཀྱི་ནང་ལན་ཅིག་གྱོད་སེམས་ཤུགས་ཆེན་པོ་ཤུགས་ཀྱིས་བྱས། ཕྱིས་འབྱུང་མི་སྐྱིད་བསམ་བསམ་ང་ད་དེ་འདྲ་གི་དོམ་སེམས་མེད་བརྟན་པོ་བྱེད་པོ་བྱས་ནས་འདི་ཤ་ཟ་ལབ་པ་དང་སྙིམ་དོ། མདུན་གྱི་ན་ང་ལ་ཡང་གསལ་བཏབ་བཞིན་འཇོག་གི། དྲི་ང་གི་སྣེ་མོ་ལ་ཡོད་དེ་དུས་ཀྱི་བླ་མ་རྗེ་བཙུན་ཡབ་སྲས་གསུམ་པོ་དེ། གཅིག་བཞུགས་ཁྲི་རི་སྐུ་ལུས་རི་དེ་འདྲ་གི་ཐོག་ནས་དུས་ཚོད་དཀའ་བའི་རྒྱུན་དེ་ལས་མ་བཙགས་ནས།

འོ་ད་དབང་ཤེས་དང་བཅས་པའི་དོན་དུ་འཆད་པ་བུ་ཡང་ཡོད་པའི་ཕྱིར་དབང་ཤེས་ཕྱིན་རླབས་ཆེ་རྒྱུ་ཡོད་པའི་ཕྱིར། ལུས་ལ་ལྷག་བཀོད་ནི་དེ་ལ་ཡི་གེ་བཀོད་བྱས། གལ་སྲིད་ང་ཚོ་ཡི་གེ་ག་སོགས་དུ་ཏིང་ངེ་འཛིན་སེམས་དཔའ་ཧོམ་ཡིག་དོན་གསུམ་བཀོད་སོང་ང། གལ་སྲིད་ང་ཚོ་ཞི་གནས་བཀོད་མིན་དུ་བརྟོལ་བ་ལས་ཡི་གེ་བཀོད་བྱས་སྒོམ་ཡང་སྒོ་ལྡོག་ཕྱོགས་ན་ལ་ཤེས་གི་མི་འདུག་གོ། དེ་ཤེས་གི་ཡོང་མ་རེད། དམིགས་པ་མེ་ཏོག་གི་ཟུར་དུ་དང་ལྷ་སྐུ་ལ་དམིགས་བྱས་སྒོམ་བྱེད་སར་འདྲེན་བྱེད་མ་གཏོགས་ཅི། ད་འདི་ཡི་གེ་བཀོད་བྱས་སྒོམ་དང་སྒོ་དགེ་བྱེད་ངག་ཡིན་པའི་སྐྱེ་མཆེད་དུ་དེ་སྐད་མཐོང་ཐོས་ཀྱི་ཡོད་དཱ། ཨ་མོ་ད་ཚིག་དེ་ཞི་བོ་ཆེར་བཞག། ཧ། ཀླད་པ་སྟུག་པོ་ཆེར་བཞག།

ད་ཤ་ཤོ་ཞེས་ནི་སང་ཉིན་ང་ཚོས་བཤད་ཆོག་གི་རེད་ཞེས་ནི་སང་ཉིན་མི་ལྟོས། དེ་ནི་བ་ད་བ་ཅིག་ནས་བཤད་ཨ་ཡོད་རེད་ཞེས་ནི། ཨེ་སང་ཉིན་ཡང་མིན། ནང་དོན་ལོག་ཨ་ཡོད་རེད་ད་དེ་གས་བཤད་དགོས་ཆིག་རེད་བ། འོ་དེ་རེད་ད་ང་ཚོ་ཚིག་སྟེང་ད་ང་ཚོ་ད་ཤེས་འབོད་ཅིག་གིས་བལྟས་ན་རེད་ད་ད་མ་ཤེས་ཉིན་ཅིག་གིས་བལྟས་ན་རེད་ཨང་དེ་དེ་ག་ང་ཡོད་རེད་ཞེས་ནི་ལབ་ཆོག་གི་རེད་བ། ད་ང་ཚོ། གས་ཅིག་ཁེ་ཆུང་མ་ལབ་པའི་ཕྱིར་རོ་ཨ། ད་ལྟ་ལྡོམ་པོ་གསུང་གི་དཔྱད་ཚང་དང་གས་དེ་ཡོད་ཀི་མི་དོན་ཕྱིར་ཤང་ཡག་དེ་གས་ཆེན་པོ་བཞི་བོ་ཅིག་ལ་བརྩིས་སོང་བ་དེ། ད་འདིའི་དུས་ན་བ་པ་ནི་སང་བ་ཁོ་རང་གིས་གས

འབྲེལ་ཡོད་པའི་སྐོར་གྱི་སྐད་ཆ་བཙལ་རྗེས་ད་ཁྱོད་ནས་མེད་པར་ཅིག་གི་སྟེང་ནས་ད་ཅི་བྱས་འགྲོ་གི་ཡོད་རེད་པ། ད་ང་ཚོ་ལྟ་བུར་ཆ་ཚང་མ་ལོག་སྟོབས་ན་ད་ཁོམ་ཅིག་ཤི་བས་ཏེ་དེ་རིང་དེའི་གྱེན་ལངས་ག་ད་ཤི་ནས་ལབ་ཡོང་གི་འདུག་གོ། འོ་ན་ཕྱི་ལོ་ལོ་མང་པོ་ཞེ་བོ་ཅིག་ང་ཚོ་ཤི་མེད་པ། ད་གང་དེའི་ལོ་བརྒྱ་གི་རྩིས་ཤིག་ཏེ་ད་རེས་ཤི་ནས་ད་ལབ་ཡོང་གི་འདུག་གོ་འདྲེ་བྱོས་རེ་བྱས། ཨ་ཁྱེད་རང་རྣམ་པའི་ངོ་ནས་བསམ་ད་ལོ་གང་དེའི་ལ་རྒྱའི། གོམ་པ་ལེ་ལོ་སྨད་ནས་སྤུ་གུ་ཆུ་ཆུ་ཡིན་པ་གི་ཏུ་ཏུ་ཟིན་པར་བྱས་འོ་དེ་གང་དེའི་ལ་རྒྱའི་འདྲེ་བྱོས་པ་ཟིན་ས་རེ་ཅིག་ད་རེས་ཤི་ནས་གོ་ཚོད་ཡག་ཅིག་འོ་རྩིས་འོ་རྩིས་འོ་རྩིས་ཟེར་ཡག་ཅིག། ད་དུང་ཚོ་བྲོས་བྲོས་ཅི་བཏང་ཡོད་མ་ད།

ཨ་ནི་འདྲའི་སྐབས་ད་སྐྱེ་འཆི་འཁོར་ཁ་ཕྱོགས་འཁོར་ཁོལ་མེ་ཚེ་འཁོར་ནང་ལ་ཡང་བྱེད་ཡོང། ད་དེ་འདྲའི་མ་བྱེད་མ་ཐོག་ཆེད་ང་ཚོ་བསམ་སྟངས་སྐོར་ད། ཡ། ད་ཚེ་ཚིག་དེ་ཞིབ་བུ་འདུག་སྙིང་ནས་འགྱོད་པ་འཁྲབ་པ་སོ་སོ་ཤངས། ད་དེ་སྐྱིད་དེ་བདུད་རྩི་བེབ་ཅང་ཞིག་ང་ཚོ་གནང་ཤོག་ཨ། རྗེ་རིན་པོ་ཆེ་འགའི་སྐུ་མདུན་ནས། ཞི་རྒྱས་དབང་དྲག་སོགས་བྱེད་ཀྱི་དེ་ནི་བདུད་རྩི་དཀར་པོ་དང་བདུད་རྩི་སེར་པོ་དང་བདུད་རྩི་དམར་པོ་དང་ད་དེ་འདྲ་གི་སྐད་ཆ་ཡོད་རེད། རྒྱལ་བའི་ལས་བྱེད་ན་བདུད་རྩི་སེར་པོ་རེད། ཞི་བའི་ལས་བྱེད་ན་དཀར་པོ་རེད། ཨ་ནི་དབང་ག་བྱེད་ན་བདུད་རྩི་དམར་པོ། ཚུལ་ཤིག་དེ་དམར་པོ་བསམ་སྟངས།

དགུང་ལོ་དྲུག་ཅུ་རེ་གསུམ་རུ་བ་དང་དགུང་ལོ་དྲུག་ཅུ་རེ་གསུམ་ཕེབས་པའི་ལོ་དེ་ལ་ཡང་དག་དགོངས་པ་རྫོགས་པར་བྱ་བ། ཨ་མདོ་ནས་ཡང་ཕེབས་ཡོན་ཏན་དུའང་དགུང་ལོ་བཅུ་དྲུག་རུ་བ་དང། དྲུག་ཅུ་རེ་གསུམ་ནས་བཅུ་དྲུག་བར་ཆེ་ཐན་དང། ཐང་བཅུ་དྲུག་ཡན་ཆད་ནས་བྱས་སློབ་གཉེར་རྒྱ་ཡང་དུ་དེ་གའི་གི་ཚིག་ཅི་སྟེ་བྱས་ད་དེ་བུ་དོ་མི་གའི་ཨ་མདོ་ལ་མ་བཞུགས་ཅི་བྱས་ཨ་ལས་ཨ་བྷག་སུ་ཅི་ད་དུ་གུ་ཆེ་ནས་བཞུགས་ཞབས་ལས་པ་དེ་བུ་དོ་མི་གའི་བཞུགས་པར་བུ་ཡུ་ལ་བཏང་ད་མི་ལོ་དྲུག་ཅུ་རེ་གསུམ་གོ་ན་ལ་རེད། མི་ལོ་དྲུག་ཅུ་རེ་གསུམ་གོ་ན་ལ་ཡང་ད་ཡམ་ཚན་པོ་བཞི་བོ་ཅི་དཔེ་ཆ་ཙུམ་བུམ་པུ་དག་པོ་དེ་གའི་ཚིག་ཅི་ཙམ་ཞོ་རེད་ཙུམ་བུམ་པུ་དེ་བཅོ་བརྒྱད། སྤུས་དག་ཅན་ཅན་སྤུས་དག་ཅན་ཅན། ཧང་སངས་དབྱངས་སྤུས་དག་པོ་ཅན་ཅན་དཀའ་གནད་ཅན་ཅན་སྤུས་དག་པོ་དཔེ་དོན་དག་པོས་ཞི་བ་ཆེ་ལེགས་བཤད་ཀྱི་གཏེར་མིང་བཞིན་ཤེས་ནས་བསྔོ་རྒྱུ་ཡོད་དུས་དེ་འབྲེལ་གྱི་གསུང་པོ་བུ་སྟོད་ཆབ་ཅེས་བསམ་ཤོག། ཡག་པོ་ཅན་ཅན་དག་སྤུས་དག་པོ་ཅན་ཅན་ཆབ་ཆེ་པོ་ཆོས་ནི་ཡོད་མ་དེ་གྱིས། ད་བྱ་བྲལ་ནི་འཕེལ་སོང། ཧོ་ཧོ་ཧོ་གོ་ཐོས་ཐོས་བ་ག་ས་ག་ལ་བྱ་བྲལ་འཕེལ་བྱེད་བུམ་གསུམ་སོང་ནི་ཕུལ། བུམ་ཆ་གསུམ་སོང། ཨ་ནི་གོམས་པ་ནི་ཆགས་སྟབས་སུ་ག་ནི་གོམས་པ་ཆགས་སྟབས་སུ་དྲི་བོ་ངོམས་པ་ཆགས་སྟབས་སུ་སེ་ར་གོམས་པ་ཆགས་སྟབས་སུ། ཨ་ནུ་སློབ་མ་བསྐྱངས་ཡག་ནི་པི་ཏི་ཡིན་སྣང་བྱས་དེ་རིག་གི་ཐོག་ནས་སློབ་མ་བསྐྱངས་དུས་ད་ལྟ་ཨ་མོ་སྐབས་དུས་དུས་རྗེ་རིན་པོ་ཆེ་ངའི་སྙན་པའི་དྲག་པའི་མདུར་ཁ་པོ་དེ་ད་ཁྱབ་པ་རེད་ཤི་ནས་བོད་ཡོངས་རྫོགས་ལོག་གང་གང་ལ་ཡི་ད་རྗེ་རིན་པོ་ཆེ་ངའི་སྙན་རག་གི་ཁྱབ་སོང་པ་རེད་ཅེས་བཤད་ཆེད་ཨན་གྱིས་དྲུག་ནས་བསྐྱངས་སོང་ང་ད་ང་ཚོ་རྗེ་རིན་པོ་ཆེ་ངའི་མཛད་པ་རྣམ་ཐར་འདི་འདི་འདྲས་ད་ང་ཚོ་བོད་གངས་ཅན་ལྗོངས་ཀྱི་མཁས་པ་གཞན་དང་གཞན་ལ་བ་སྐབས་བཅད་གཅིག་ད་ག་དུས་ད་ད་ཁྱོན་དུ་འཁོར་ཡོང་བ་རེད་ཡང་ཁ་ཤས་བྱ་བྲལ་ལ་ཕེབས་པ་རེད་དེ་ཡང་དཔེ་ཆ་ཙམ་པའི་སྐོར་དེ་ལས་བརྗེད་ཡོང་བ་རེད།

ད་ང་ཚོས་སུ་སུའི་འགྲོ་སོང་བཏང་ཆེད་མ་འོངས་པ་ནས་གྲྭ་པ་རབ་ཏུ་བྱུང་བ་དེ་འདྲ་ཕལ་ཆེར་ད་ནི་དུས་ཀྱི་དེ་འདྲ་ལ་སྡོད་ཡ་ཆེ་ཆེ་ང་ཚོའི་ཤག་སྒོར་དེ་འདྲ་ལས་ཡག་གོམ་པའི་རྒྱབ་ཡིན་པའི་ཁ་ཐུག་ལ་ཨ་ལེ་ཆ་ཚང་སུ་སུ་འོབས་སུ་མ་དུས་ནས་གོམ་པའི་ཤག་སྒོར་རྒྱག་ས་འདྲ་ལ་སྒོར་མོ་བརྒྱ་སྒོར་མོ་ལྔ་བཅུ་ཙམ་འདྲ་ཞལ་འདེབས་ཕུལ་ཉོ་ཆེད་ཡོད་པས་མེད་པ་ཕིང་ཀྱོག་ཀྱོག་ཅིག་མེད། ད་དུང་གོམ་པའི་བི་ཀའི་རྒྱབ་ཤོད་ཟེར་ལ་ཅིག་ལག་བསྐུར་བ། དེ་སྒེའུ་ཁུང་གཅིག་བྱས་ཤག་དེའི་སྲང་ཆོད་ཐག་རིང་པོ་འདུག་དེ་ཆོད་རེ་ཐག་རིང་པོ་འདུག། ད་དུང་དེ་ཐོད་ཁྲག་ཤག་མེ་ཁྲག་ཤག་དེ་འདྲ་བལྟས་བལྟས་སུ་ལག་བསྐུར་བ། རྗེ་རིན་པོ་ཆེན་གྱི་དགའ་ལྡན་དགོན་པ་རྒྱབ་སྟེགས་པའི་སྐུ་གདུང་ལ་ཡང་འདིའི་ལྕམ་རེ་མདོ་རེ། ཤིང་སུ་རེ་ཀུ་ཤ་འདེབས་པ་སྐུ་གདུང་གི་རིན་ཆེན་ཏིག་གེ་རེ་དེ་གའི་གང་གཱ་རྗེ་རིན་པོ་ཆེན་གྱི་ནང་ཞོལ་རེ་བ། ན་མོ་ཕྱག་ལེན་གང་འགྲེལ་བྱེད་དེ་གང་འགྲེལ་ཡོད་མ་རེད། ད་ང་ཚོར་དེ་འདྲའི་ག་གེ་ཅིག་བསྟན་ཡ་མེད་པ། བྱ་བྲལ་བྱས་རྗེས་གཅིག་ཉི་མ་ལྔ་དྲུག་དྲུག་བདུན་བརྒྱད་དགུ་བཅུ་བཅུ་དག་དབང་བཅུ་གཉིས་དགྲ་བོན་པ་ལ་ཕར་འཛུལ་རྗེས། ཨ་ལས་འོལ་སྒོ་ཆུ་ཀླུང་དག་གཅིག་རི་བྲུན་དུ་དོར་བ་དང་ཅང་གྲོགས་མ་དུ་ང་ཚོ་ཤག་ནང་ལ་བསྡད་རྗེས་དག་དབང་བཅུ་ལ་ཆོས་མཚམས་ཉི་མ་བཞི་བཅུ་དེའི་པུར་དུ་ཤག་ནང་ལ་བསྡད་རྗེས། མིག་ཙེ་མ་སངས་རྗེས་ཉི་མ་བཞི་དེ་དོན་གོ་ཆོད་པོ་དེ་རྟག་པར་རེ་ཞིག་འཕར་ཤ་ནི་ཐེངས་མ་གཅིག་ཡས་བྱིན་ཡོད་ཅེས་པས་དེ་མི་འདུག་གོ། བྱ་བྲལ་བྱས་ཞེས་གྲུབ་པའི་ཉམས་ལེན་བྱེད་ཡ་རྫུས་པོའི་ས་དེ་ང་ཚོ་སྔོན་ལས་ཤིང་ལས་གོ་ཡིན་པ། གོམ་པ་བཤངས་བྱེད་གཅིག་བྱས་མ་བྱས་ས་དེ་ལས་གོ་ཡིན་པ། དོན་རྣམས་ལ་ཡང་ཀུན་དགའ་རང་དབང་གཙུག་ལག་མཁན་མལ་སྡེའི་འཚོ་བ་ནང་མ་དང་གློ་བུར་ནད་པ་ནད་གཡོག་ལ་རྫས་ལུད་ཆུ་མེད་གསུམ་འདོན་བྱེད་ཅེས་ཁྱི་རལ་འདེད་མདོག་གཅིག་ཏུ་ཁེལ་དུས་ན། ཇི་སྲིད་མདོག་གཅིག་པོ་དེ་གོམ་པ་དེ་རྣམས་ལས་ཕྱི་རོལ་ལ་མ་སྐྱེས་པའི་དུས་ཚོད་པོ་ཏུ་ཁྱི་རལ་བསོད་ནམས་དེ་ཡོད་པར་ཕེབས་པ་དེ་བཞིན་དེ་འདྲའི་སྲུང་འཁོར་ལ་སེམས་ཆེན་པོ། ང་ཚོ་དེ་ལས་གཅིག་ཡས་བྱིན་གྱི་མེད་པ།

དགེ་ཕྲུག་གཅིག་ཁྱེད་ཚོ་ཐམས་ཅད་ཁྱིམ་པ་དང་རྒྱལ་ཚོགས་ཐམས་ཅད་ཁྱིམ་པ་རྗེ་རིན་པོ་ཆེ་གཉིས་དགེ་ཕྲུག་གི་དཀྱིལ་ནས་རྗེ་རིན་པོ་ཆེ་འདས་གང་འདི་ལ་ཞུ་འདོད་པ་ཀི་འདུག་སྟེ། དགེ་ཕྲུག་གི་དཀྱིལ་ནས། སངས་རྒྱས་ཉིང་ཁུ་རུ་སྐྱ་ལགས་སུ་བྱུང་འདུག་ངའི་ཉི་མ་གཅིག་ལ་རྣམ་ཐར་གཅིག་ན་ལ་ཡ། རྩིས་རྒྱ་ཉུང་ཡོད་ཁྲི་ངའི་རྟགས་ཆེ། སྐྱ་ལགས་སུ་བྱུང་ཤག། རྗེ་རིན་པོ་ཆེ་གི་ཚེ་གཅིག་ལ་སངས་རྒྱས་གོང་མ་བསྐོར་བྱོས་ད་རྗེ་རིན་པོ་ཆེ་གི་དགེ་ཕྲུག་གི་དཀྱིལ་ལ་ཡ། རིན་པོ་ཆེ་ལྟ་བུའི་ཚེ་གཅིག་ལ་སངས་རྒྱས་གོང་མ་ཐོབ་བྱོས་ད་ཚེ་གཅིག་ལུས་གཅིག་ལ་ཁ་ཕྱེ་ད། འོ་དེ་རེ་ཐོབ་འགྲོ་ཉིན་སྐྱ་ལགས་སུ་བྱུང་འདུག། ད་རྗེ་རིན་པོ་ཆེ་གི་རྗེས་ལ་མ་ད་ག་ཚེ་ད་ག་ཚེ་བྱུང་མ་སོང་ད་ནི་པན་ཆེན་བློ་བཟང་ཆོས་རྒྱན་གྲུབ་ཆེན་ཆོས་སྐུ་རྡོ་རྗེ་གྲུབ་ཆེན་བློ་བཟང་རྣམ་རྒྱལ། ཨ་མོ་ཡོངས་གྲགས་དབང་དུ་བྱས་ནས་སྐུ་ཚེ་གཅིག་ལས་ཡར་དུ་གདུང་རྒྱུད་གོང་མ་ཐོབ་གྲགས་གཉིས། ག་ཚད་ལྟ་ག་ཚད་ཆེན་མོ་སོགས། རི་བོང་ལ་ག་ཚད་ཆུང་སོགས་སེ་ར་ག་ཚད་ཆུང་སོགས། གངས་ལྡན་ལ་ག་ཚད་ཆུང་སོགས་སྤྲུལ་ཆེན་མོ་ག་ཚད་ཆུང་སོགས་ཁམས་ཨ་མདོ་ལྟོ་བ་ག་ཚད་ཆུང་སོགས། ཨ་མོ་ཧ་ལས་པ་ལྟ་བུ་ལྟ་སང་ངམ་བརྒྱད་པ་ད་དང་འདས་དེ་དཔལ་ཆེན་རིན་པོ་ཆེ་དང་ཀུན་མཁྱེན་བླ་མ་དང་བླ་མ་རྗེ་བཙུན་དང་ཁེ་རུ་བསྟན་པ་དྷ་ཀྱེ་དང་ཁོ་ན་ཚོ་ག་ཚད་ལྟོ། དགེ་ཕྲུག་གི་དགེ་ལུགས་མ་གཏད་ལྟོས་དང། ཁོ་རང་གི་ཐུགས་ཀྱིས་སྨོན་ལམ་ལོ་གཅིག་དང་དེ་འབྲེལ་གྱི་ཕན་པའི་སྟོབས་ཤུགས་ལོ་གཅིག་ཁོ་རང་ཡོད་ལྟོས་ཡོད་ཨ་ལ་ཅང

དོན་དེ་རེད་དོ་རྗེ་རིན་པོ་ཆེ་གི་རྣམ་ཐར་དེ་དངོས་གནས་ཁྱད་མཚར་ཞེ་བོ་ཅིག་ཡིན་མ་ཆད་གསུར་བྱེད་དོ། སངས་རྒྱས་རང་གི་གསུར་བྱེད་ཀྱི་མ་གཏོགས་ད་ལྟ་དེ་ཕལ་ཆེན་ཡོད་ཧ་མེད་དུ་འཇོག་གསུར་བྱེད་དོ། བྱས་ཙང་རྒྱལ་མཆོག་ལྔ་པོ་ཆེན་པོའི་རྗེ་རིན་པོ་ཆེ་གི་རྣམ་ཐར་འདི་ཞོག་ཅིག་ལ་བཞག། རྒྱ་མ་ཐང་དང་སྐྱ་འདི་དང་ཞོག་ཅིག་ལ་བཞག། བོད་ཀྱི་སངས་རྒྱས་བསྐལ་གཉིས་རིས་སུ་མ་ཆད་པའི་མཁས་གྲུབ་ཐམས་ཅད་ལོ་གང་ཐམས་ཅད་གང་ཞོག་ཅིག་ལ་བཞག་ཅེས་སྐྱག་པ་ཡིན་ན་རྗེ་རིན་པོ་ཆེས་འཇིགས་ཀྱི་རེད་གསུངས་པ་རེད། མི་གཅིག་གིས་དུས་ཚོད་དེ་དུས་དེ་གཅིག་ན། ད་ང་ནི་ཡ་མཚན་དང་མཚན་དང་ཅིག་ལ་ཕོ་ཆེན་ལོ་གཉིས་ཚུན་ཅིག་མ་གཏོགས་གཟིགས་མི་འདུག།

རྗེ་རིན་པོ་ཆེ་ཕེབས་ཡིན་པའི་ཁུ་ཐུག་ལ་ཡང་མི་དགའ་ང་དུས་ཚེ་འདི་ཐུང་དུས་ཞེས། ཨ་ནི་བསྟན་པ་མར་འགྲིབ་བསྡད་པའི་ཁུ་ཐུག་ལ་ཞེས། ས་ཡིན་ཅོ་མི་ཐེག་གི་བྱ་ཡང་ལ་མར་ལུང་བསྟན་པའི་ཁུ་ཐུག་ཏུ་བ་ལས། ང་ནི་མྱ་ངན་འདས་གྱུར་ཏེ་ས་ཡི་སྟེང་འདི་སྟོང་པ་ན། ས་སྟེང་འདི་སངས་རྒྱས་ཀྱི་སྟོང་ནི་སྐྱེས་བུ་དམ་པའི་སྟོང་ཞེས་དེ་འདྲའི་ཆ་དད་པའི་ཁུ་ཐུག་ཅིག་ལ་ཁྱོད་ཉིད་བྱིས་པའི་གཟུགས་ཀྱིས་ནི། སངས་རྒྱས་མཛད་པ་བྱེད་པར་གྱུར་དེ་ཚེ་དགོན་ཆེན་རག་དགའ་བ། སྟོན་པ་ཀ་རིག་ཅིང་ང་ཚོ་དགོན་པ་ལ་རག་དགའ་བ་གསུང་གི་ཐུ་བ་དགོན་པ་སྐྱེས་བུ་ཞེ་བོ་ཅིག་དགོན་པ་དེ་འདྲའི་དགོན་པ་ཡག་པོ་དགོན་པ་ཆེན་པོ་ང་ནི་དགོན་པ་དེ་འདྲའི་གསུང་གི་ཐུ་བ། ཨ་ནི་ཅེ་རིན་པོ་ཆེས་ཕན་ཡོན་པའི་གུ་དོག་ལས་བསང་མཆོད་ནོས་ཏེ་ཁོ་རང་ཐུགས་ལུས་བདེ་བར་བྱས་རྗེས། ཁ་དབང་ཅན་ནས་ཡོད་པའི་ཡིད་ཡ་གྱི་གུ་ཡིག་ས་ཡིས་ཨ་ནི་ང་ལྷོད་ལྷོད་བྱས་མྱ་ངན་ལས་འདས་པའི་གོ་འཕང་ཐོབ་འགྲོ་གི་ཡིན་ཞེས་ངོས་གཞན་དག་ལ་བག་ཕེབས་འགྲོ་གི་ཡིན་ཁོ་དེ་ལོས་གསུངས་སོང་ང། དེ་འབྲེལ་གྱི་དཔེ་བློས་སྐྱེས་ཡོན་གུ་དོག་ཁ་ད་སངས་རྒྱས་ཀྱི་མཛད་པ་ཇི་སྙེད་ཡོད། བུ་ཆུ་བོའི་མཛོད་ཇི་སྙེད་ཡིན། ད་ག་རང་ལ་བསམ་བློ་གཏོང་ཨ་སྙིགས་མའི་དུས་དེ་མང་དུ་སྒྲུབ་ལ་བརྩོན། ད་འདི་གནས་གུ་ལས་དེ་འདྲའི་དོན་གུ་དོག་གི། དཔེར་ན་ང་ཚོ་གོམ་པ་དུ་བུ་ཆ་ལ་ཆས་སོང་ནས་ཅེ་རིན་པོ་ཆེ་འདི་ཕ་ཤ་ཕ་ཤ་ཕ་ཤ་བུ་བུ་བུ་གུ་ཆེ་ཕ་ཤ།

ཨེ་འཛའ་རེད་ཡ་མཚན་པོ་བཞི་བོར་བཤད་དེ། ད་འདིའི་བཤད་འགའ་དེ་དེ་བས་ཀྱང་གལ་ཆེ་གི་རེད། ཆོས་རྗེ་སྤངས་པའི་དོན་ཆོས་དོན་ཡིན་ཞེས་བྱས་པ་ད་དོན་ཚོ་ད་དངོས་གནས་ཧ་ལས་པོ་ཐུབ་ཟིན་འཇིག་རྟེན་ཆོས་རྗེ་སྤངས་པ་རེད་ཤེས་ན་ད་དེར་བལྟ། ད་མཉེས་པ་བྱས་འདས་དབང་བྱས་བསྙེན་པ་བྱས་བསྟོད་པ་བྱས་འདི་བཞིས་འདོད་པ་བྱས་མ་མཉེས་པ་བྱས་མི་བསྟོད་པ་བྱས་མི་བསྙེན་པ་བྱས་སྨད་པ་བྱས་ན་དེ་བཞིན་མི་འདོད། འཇིག་རྟེན་ཆོས་རྗེ། རྗེ་རིན་པོ་ཆེ་དངོས་གནས་བརྒྱ་ཆའི་བརྒྱ་ཐམ་པ་ད་འཇིག་རྟེན་གྱི་ཆོས་རྗེ་ད་བློས་བཏང་ཞོ་དེར་བལྟ། ང་ཚོ་ག་ས་ག་ནས་དཔེར་ན་ང་ཚོ་ད་ལྟ་ཇེ་རུམ་ཆེན་གྱི་རྣམ་གྲངས་གཅིག་ནང་ལ་ཡང་ཁེར་རུམ་ཆེན་གྱི་ད་ལྟ་དེ་བས་ཅུང་མང་ནང་ལ་ཏག་ཏག་པར་རིས་ཤིག་ཐེ་དྲག་ཐེ་གི་ཡོད་པ། ང་ལ་གཞན་གྱིས་རྟེན་བཟང་པོ་སྟབས་རེ་བཞིན་འདི་ཐམས་ཅད་འདོད་པའི་ཡོན་ཏན་ཡིན་ནོ་སྙམ་པའི། སྐྱོ་ཤས་ཀྱི་བློ་ཐུང་ཐུང་བ་ཅིག་མནན་པའི་མི་སྲུ་བ་ཅིག་ཆུང་གཞོན་ནུ་གཉིས་ནས་ཡོད་པ་ཡིན་དེ་འདྲ་ཞིག་ཏུ་གསུངས་འདུག། དེ་མི་གཅིག་ལ་ཁྲམ་མགྱོགས་སུ་ཁྱོན་ནས་མ་རེད་ད། མཚན་སྙན་གྲགས་དང་ཟ་རྒྱུ་འཐུང་རྒྱུ་དེ་མི་ཡི་ཡང་ཁྲི་མཐོན་པོ་གང་ལ་བཞག་ཡང་འདོད་དོ། སྐྱོ་ཤས་ཀྱི་ལྟ་འདི་གས་གང་འདོད་པའི་ཡོན་ཏན་རེད་བསླུ་བྲིད་རེད། གུས་ས་ང་ཚོ་ཡིན།

དེ་ཇི་ལྟར་ཧ་ལས་པ་ཐུབ་པར་བྱེད་དོ། ད་འདིའི་འཇིག་རྟེན་ཆོས་བརྒྱད་དེ་ལྕགས་སྲིན་པོ་བཞི་བོ་ཅི་རེད། འཇིག་རྟེན་ཆོས་བརྒྱད་འདི་བླ་མ་བཞུགས་ཁྲི་མཐོ་པོ་གང་ལ་བཞུགས་འདུག་ཡོང་གི་བླ་མ་ཁོ་རང་ལ་ཁོ་རང་ཁོ་རང་གི་པགས་པའི་ཡང་གཅིག་ལས་ཐེག་ཤེས། ཡང་ང་རང་ཚོ་སྙིམ་ཆུང་ངུ་དཔེ་དངོས་གནས་དཔེ་གོ་མེད་ན་ནས་མ་ད་འདི་དཔེ་ཁྱོད་ནས་གོ་མེད་ན་ནས་ཞབས་འདྲེན་ཞུ་ཉིན་གི་སོ་གཅིག། ང་ཚོ་གོ་མེད་ན་ནས་སྐྱོ་ཤོག་བསྟན་གྱི་སོ་ཤིག་ཡང་ཁོ་ར་ཁོ་ར་པགས་པའི་འཇིག་རྟེན་ཆོས་བརྒྱད་རེད་ཅིག་གཅིག་ལས་ཐེག་ཤེས། མཐོ་པོ་མཐོ་པོ་གཅིག་བྲིང་གི་བྲིང་གི་ལ་གཅིག་དམའ་བོ་དམའ་བོ་གཅིག་ཆེ་ཆེ་ད་འཇིག་རྟེན་ཆོས་བརྒྱད་དེ་ཐབས་རྡུགས་བཞི་བོ་ཅི་རེད་ད། ཆོས་ཆོས་སུ་མ་མཐོང་གཉིས།

ད་ང་ཚོ་འདི་ལོ་རྒྱུས་རྣམ་ཐར་དང་འབྲེལ་བའི་ཆེད་བྱས་པ་ཡིན་ན་ནི་ང་ཚོ་གསལ་པོ་ཞི་བོ་ཅིག་ཡིན་པ། རྗེ་རིན་པོ་ཆེས་འགའི་གསལ་རས་ཆོས་སྡིངས་ལ་ཞུགས་བསྡད་པ་ཁ་ཐུག་ལ་ཡ་མཚར་གཅིག་དགེ་ཕྲུག་མང་པོ་ཞི་བའི་དུས་དེར་རྒྱལ་ཚབ་ཐོ་ཆེ་གྱིས་མ་སྦྱར་ཚར་རེད། ཨ་ནི་ང་ཚོ་ད་ལྟ་གུང་རུ་རྒྱལ་མཚན་བཟང་པོ་དང་རྗེ་རིན་པོ་ཆེ་འགའ་བླ་མ་ཁོང་ཡོད་ས་ཡོད། ད་ད་ལྟ་རྗེ་བཙུན་ཤེས་རབ་སེང་གེ་དང་ཁོ་ན་ཚོ་མང་པོ་ཞི་བོ་ཅིག་ཕལ་ཆེན་དགེ་ཕྲུག་ལྔ་བརྒྱ་ལྷག་ས་ཆ་མེད་འགྲོ། དེ་འདྲའི་གཅིག་གི་ཀིང་ལི་ཡང་ན་དཔེ་ཆ་ཁྲི་ཆེ་ཞུགས་བསྡད་པའི་ཁ་ཐུག་ལ་ཐེངས་མ་གཅིག་ད་ཐོབ་རྒྱག་གི་རྒྱག་ཕྱིར་ལ་ཡ་ད་ལི་སི་ཉིན་ནས་ད་ཉི་མ་ཁ་ཤས་གཅིག་རིང་ག་ལ་ཡ་གྱང་ཚོ་ང་རྩད་གཅོད་དང་ག་མ་ཡོང།

འདི་གྲོ་བུག་གཡས་མདོག་ཁ་སང་ཁ་ལ་བཙལ་ནས་ད་ཕ་ཕ་དུས་དུ་གྱུར་དེ་གི་ང་ཅག་སྲིན་པོ་བཞི་བོ་ཞིག་གསུག་བསྡད་ཀྱི་རེད། ཤུ་གུ་ཤུ་གུ་དེ་ང་ཚོ་བོད་ཀྱི་གཅིག་སྐབས་དུས་དུས་ཀྱི་དཔོན་པོ་རེད། ཁོ་ན་ཚོ་ཁང་ཕྱི་ལ་ཡང་ཅིག་ད་དེ་བྱས་བྱས་ནི་ཅི་རིམ་ཞིག་ཡང་རྒྱུས་བྱས་ནི་ཞུ་བ་ཅི་རིམ་ཞིག་གི་ཐུག་པ་རེད་མ་ཟེར་ཆོས་དེ་ནི་མ་ཕེད་ཅི་རིམ་ཞིག་སྐུ་མགྲོན་ན་འདོད་དོ་ན་ནི་རྒྱ་ནག་གོང་མ་ལ་མ་དེ་རིགས་ཞུ་ཡ། ཅི་རིམ་ཞིག་རྒྱ་ནག་གོང་མ་ལ་ཕེ་ནི་ནི་དགག་བྱ་ཡོད་པ་དགོས་པ་ཁྱོན་ནི་མེད་པ། ད་ནི་ནང་བཞིན་ཕྱི་ནས་བོད་ལུང་པ་ལ་དེ་བས་ནི་མ་འོངས་པ་ནི་ག་ནས་དགོངས་པ་ཆགས་སྟབས། རིམ་པས་རིམ་པས་སེ་ར་ཏྲེ་ཧུན་དུ་ཆས་པའི་ཕྱག་བཏབ་ཅེས་ནི། དེའི་ཚེ་དེའི་དུས་ན་བོད་གངས་ཅན་གྱི་ལྗོངས་ཐམས་ཅད་ལ་ལ་ཡང་རྗེ་རིན་པོ་ཆེ་ཀྱི་མཚན་སྙན་གྱི་གདུགས་དཀར་པོ་དེ་བག་ཁྱབ་ཐུབ་ཡག་གི་ད་དེ་འབྲེལ་གྱི་རྒྱལ་བ་བློ་བཟང་གྲགས་པ་ས་ཏིར་གྱི་བག་ཁྱབ་ཐུབ་ཡག་གི་དེ་འབྲེལ་གྱི་མངོན་ཤེས་ཀྱི་དུར་སེར་དུ་ད་ནི་རྗེ་རིན་པོ་ཆེ་ཀྱིས་རྒྱ་ནག་ལ་མ་ཕེབས་ཐག་གཙང་མ་བཅད་ནས་དེ་ནས་ཕ་ཕྱོགས་ལ་དེ་འདྲའི་ཁྱོད་ནི་སྲུང་གི་ཡོད་མ་རེད། ང་ཆུ་ཆུ་ཁོ་ནས་འབྲོག་པའི་སྤུ་གུ་ཡིན་ཡིན་སུ་འབྲོག་ཕྲུག་ངོ་རྒྱུ་ནང་དང་དོ་བ་ཁྱོད་ནི་དོན་སྙིང་མེད་དུ་འགྱུར་གི་དེ་འབྲེལ་གྱི་འབྲོག་པ་ཁབ་གཙང་ར་འབྲོག་པ་འབྲོག་རྒྱང་རང་གི་སྤུ་གུ་ཡིན། དེ་སུ་སང་མི་མང་པོ་དཀྱིལ་ལ་ཕྱིན་པ་ཡིན་ནི་ནི།

གོང་མ་ཁོ་རང་གི་སྲས་དེ་ལ་བཏང་ཅི་བྱེད་མི་ནུས་བཏང་ཡིན་པའི་ཁ་ཐུག་ལ་གོང་མ་ཁོ་རང་གི་སྲས་དེ་ལ་ཡང་སྔགས་ཡག་རེ་ཅིག་ག་རེ་མངའ་ཞུས་སུ་ད་རེས་ཁྱེད་རས་རྒྱལ་བ་ལོ་གསར་འདྲ་པོ་དེ་འདྲས་ཞུས་མ་ཐུབ་ན་ཁྱེད་རའི་ནང་མི་འཁོར་བཅས་མི་ཞིམ་དུང་སུག་ཡིན་ཕྱིར། ཁྲིམས་ངན་པ་ཞེ་བོ་ཅིར་བལྟ། མི་ཞིམ་ཅུང་ཟད་དམར་གསོད་བཏང་གི་ཡིན་ཕྱིར་ད་རེས་དེ་འདྲས་ཞུས་མ་ཐུབ་ན་ད་རེས་དེ་མ་ཉིན་པར་གོང་མ་ཁོ་རང་གི་སྤུ་གུ་བཏང་ཞོག་དེ་ནས་སྤུ་གུ་བཏང་མ་ཙམ་དུ་མ་ཟད་སྤུ་གུ་བཀའ་ཐེ་ན་ཞོག་དེ་དང་མི་ནས་མ་བྱེ་ར་མ་བྱེ་ལ་འགྱུར་བ་མང་པོ་ཞེ་བོ་ཅིག་ཕུལ་ནས་རྒྱ་ནག་གོང་མ་ལམ་པ་བེད་རོགས་ཅི་བྱེད། ཏང་དེ་དུས་རྒྱ་ནག་གོང་མ་འདི་འཛམ་བུ་གླིང་གི་སྒང་ལ་ཡང་དབང་ཤུགས་ཀྱི་རྩིས་ཆེན་དུ་གར་སོང་ཟིན་ཐོག་ཤར་ཕྱོགས་ཀྱི་ཚངས་དབང་ཆེ་ན་ད་ཞབས་བུ་ཆེ་སྟོབས་ཆེན་པོ་ཆེ་ལ་རྩིས་རྒྱག་རེད། མ་རེད་དཔལ་འབྱོར་རེད་གང་གི་ཆེ་ན་བསམ་བློ་བཏང་པས་ན་ལེ། ད་ཤར་ཕྱོགས་ཀྱི་ཚངས་པ། ཨོ་ཤར་ཕྱོགས་ཀྱི་ཚངས་པ་ཆེ་ན་རྒྱ་ནག་གོང་མ་ད་ད་སྟག་མིང་རྒྱལ་བུ་ཟེར་བ་དེ་ལ་ཡ་བོ་དེ་འདྲས་ཀྱི་མིང་ཆེན་པོ་དེ་ལ་བཏགས་ཀྱི་ཡོད་རེད།

ད་དེ་དུས་མི་གོང་མ་ཁོ་རང་གི་བུ་རེད་གོང་མ་ཁོ་རང་གིས་དེ་འདྲའི་རང་ལྟ་ཕལ་ཆེར་བྱེད་ཐུབ་ཡང་ད་ཡིན་ནའི་རྗེ་རིན་པོ་ཆེས་དེ་འདྲའི་ཞུ་ཡག་བྱེད་ཐུབ། ནན་པོ་ཞུ་ཅི་ལབ་ཏུ་དགོངས། གལ་སྲིད་རྗེ་རིན་པོ་ཆེས་དེ་འདྲའི་ཞུ་མ་ཐུབ་ཕྱིར་ཁྱེད་རང་མར་ལོག་ཡོང་ས་ཞེས་སོང་ཁྱེད་རང་དེ་སུན་པོ་དོན་ཚན་པ་ཆེ་ཁྱེད་རང་ནང་མི་འཁོར་ཆེད་ཨ་ཅེ་སྤུ་གུ་དེ་བྱེད་པ་ཆགས་སྡང་ལོ་ཀ་འགའ་ཞུས་མི་སོགས་ཡིན་མིང་མི་འཁོར་ལ་བཏང་གི་ཡིན་ནོ་འདྲེ་ལབ་ཏུ་དགོངས། སྐུ་རྗེ་རིན་པོ་ཆེ་སྐུ་མདུན་ལ་བཅར་ཆེད་པད་མ་བཙུན་ལ་ངུ་ནས་ཞུ་བ་བརྒྱབ་ནས་གོང་མ་ཚང་གི་དེ་འདྲའི་ཟེར་གི་འདུག། ད་དེ་དུས་ཀ་ལ་དཀར་པོ་ཞེས་པོ་གཅིག་ཡོད་རེད་དེ་ནས་མ་བརྟག་རེ་ཕྱིན་ན་བརྟག་སེམས་ཡོད་མ་རེད་ཡང་མ་ཡི་གེ་སྐུ་ཉིད་ཀྱི་ཐང་ཆེན་དེ་ནས་ངག་ཡང་ཡང་ཡི་གེ་ཁྱེར་ཡོང། ཞུ་གུ་ཞུ་གུ་ཏོ་ཨ་ནི་ཅི་ར་མ་ཕྱིན་གྱི་རྗེས་འབྲེལ་ཁུར་ཆུ་ནང་གི་ཡོད་མ་རེད་ཐག་བཅད་ཚར་ཡིན་ཕྱིར་ངས་མི་འགྲུ་ཆུ་ཐག་བཅད་ཚར་ཀྱི། ཐང་བླ་མ་དང་དོ་དོ་ག་ང་ལུང་བསྟན་ཞུས་དེ་བ་ཀི་དུ་ཏོ་བ་ལས་མ་ཕྱིན་ནས་ཟ་ག་དེ་བ་ཀི་འདུག་ཡ་ག་བ་ཀི་འདུག་ད་ང་མི་འགྲུ་དེ་ད་མི་འགྲུ་གཞན་དག་གི་རྒྱུ་མཚན་ཁ་ཁ་ཅིག་མེད་ང་གོ་ན་གི་འདུག་ཕྱིར་མི་མང་པོ་ཀྱི་ལ་ཕྱིན་ན་ང་འབྲོག་པའི་སྤུ་གུ་ཡིན་ང་དེ་འདྲི་གི་ཅིག་གྲོང་ཁྱེར་དག་ཅོག་ཉོ་གོ་དེ་འདྲི་གི་ཅིག་ཁྱོད་ནས་མེད་འགྲོ་འགྲུག།

དེ་བྱས་པ་དེ་ཆོས་ལ་ད་ཕན་ཉེ་རེད་མི་འདུག། གོང་མ་མ་ཡི་གི་བུ་དེ་དང་ནི་གོང་མས་རྒྱལ་བ་བློ་བཟང་གྲགས་པ་དེ་འདྲས་ཞུ་ཐུབ་ལ་ཕྱིན་ན་ཡག་ཤོས་ནི་ང་ཡག་ཤོས་དེ་རེད་ང་ཚོ་ཕི་གེ་རྒྱ་ནག་ལ་ཡ་ད་ཅིག་ཆོས་མ་དར་ས། སྟབས་བདེ་ཅིག་ཅིག་ཆོས་དེ་འདྲས་ཞུ་བྱས་དེ་རྗེ་རིན་པོ་ཆེ་དེ་འདྲས་ཞུ་ཐུབ་ལ་ཕྱིན་ད་ཡག་ཤོས་ཤིག་རེད་དེ། གལ་སྲིད་ཐབས་ཤེས་ཁྱོན་ནས་མི་འདུག་ན་ནི་རྗེ་རིན་པོ་ཆེ་དགེ་ཕྲུག་གི་དཀྱིལ་ནས་ད་གཙོ་གྲས་ཅིག་གྲགས་ཀ་ཅིག་ད་རྒྱལ་བ་བློ་བཟང་གྲགས་པ་ཁོ་རང་གི་རྣམ་ཐར་འཛིན་ཐུབ་མི་ཤེས་དེ་འདྲས་ཞིག་དེ་འདྲས་ཞུ་ཡག་གི་ད་གྱང་ཚོ་རེ་བ་སྐྱོབ། འོ་དེ་ད་ཡི་གི་དེ་ཡར་བཏང་བ་རེད།

ཀྲུའུ་རིན་གྱིས་དགོན་པའི་ཀྲུའུ་རིན་གྱི་མཐོང་ཆེན་པོར་བྱས་ན་ལས་ཡག་པོ་སྐྱེལ་གྱི་བྱ་ཞིག་རེད་པ། ཨ་མོ་དེ་ཅིག་ཨོ་ལོ་དགོངས་པ་ཞིག་བྱས་ཨ། ངོ་བསམ་དང་དགོངས་དག་བྱེད་རིན་པོ་ཆེ་ཟེར་ད་ང་ཚོ་བྱེད་རིན་པོ་ཆེ་ངས་ཅིག་རྣམ་དག་གི་སོར་འཁྱོངས་འདོད་མིན་ན་ད་དོན་ཚོགས་དངོས་གཙོའི་ཅིག་བསམ་བློ་བཏང་དགོས་ཨ་དེ་གལ་ཆེ་ན་གལ་ཆེ་ད། འཇིག་རྟེན་ཆོས་བརྒྱད་དེ་ལ་ཡང་རིགས་རིགས་ཅིག་མི་འདྲ་བ་ཅིག་ཁག་གསུམ་ཡོད་རེད། གཉིས་པ་ཆེ་འདས་དབང་ཆེ་གཉིས་པ་ཆེ་ལྟོས་པ་ཆེ་འདི་བཞི་ལྟོས་པ་དེ་ཆེ་ལྟོས་པའི་བཞི་ཆེ། མ་རྙེད་པ་ཆེ་མི་བསྡུ་བ་ཆེ་མི་སྙིང་པོ་ཆེ་སྨད་པ་ཆེ་ཆེ་དེ་བཞི་མི་བསྡུ་བ་ཆེ་ཆེ

ངས་ད་ལྟ། ཆེན་པོ་ཆེན་པོའི་དཀྱིལ་ལ་གཅིག་ཡོད། དྲིན་གྱི་དྲིན་གྱི་དཀྱིལ་ལ་གཅིག་ཡོད་ཟེར་ན་ང་རང་ཉམས་མྱོང་གི་ཐོག་ནས་བཤད་བསྡད་ཡོད། ང་ལ་ལ་དེ་འདྲ་ཡོང་བསྡད་ཀྱི་འདུག། ཅེས་བསྡུ་བ་ཟུང་འཇུག་གི་སུ་དང་ཆོས་འབྲེལ་གྱི་སུ་ལ་ཇི་གར་འགྲོ་དུས་ལྟོས་ལ་ངས་ཀྱང་རྣམ་པ་ལ་ཞུས་པ། ཕངས་དང་པོ་དུས་དུ་ལྟོས་ལྟོས་བསམ་བློ་དུག་ཤ་འདྲ་ལྕེའི་ཁོག་མི་ཐོག། གང་ཟག་ཅིག་ལ་ད་རེས་དཔེ་ཁྲིད་དེ་ག་འདྲ་ཡང་ཆུང་ན་ས་ཡང་ལྟོ་བར་ཁྲིད་ཁྲིད་ཚིག་ལ་ཆད་ཆད་ག་འདྲ་བྱུང་སོང། ཞེ་བོ་དགའ་བར་བཅུག་ཅེས་སོང་ནས་ཡང་པོ་ཀྱེ་ཀྱེ་ཧྲིན་ཀྱེ་སིན་སིར་ཕྱིན། ད་རེས་གཅིག་ད་ཞེ་བོ་རང་བྱུང་མ་སོང་ནས་ག་འདྲ་བྱས་ན་ནི་ངས་ནི་དུས་དྲུག་ཞེ་བོ་ཅིག་བྱས་པས་ནི་དུས་དྲུག་དྲུག་ཅིག་གི་དུ་བ། ཞབས་ཀྱི་ཁྲེགས་ཤུལ་སངས་རྒྱས་སེམས་ནང་ལ་ཡོད་རེད་པ། ཞབས་ཀྱི་ཁྲེགས་ཤུལ་སངས་རྒྱས་ལ་བི་ནས་བྱས་མ་སོང་སུ་དེ་དེ་ནས་དྲུག་དྲུག་གཅིག་ཡོད་རེད། ཞབས་ཀྱི་ཁྲེགས་ཤུལ་སངས་རྒྱས་ལ་བི་ནས་བྱས་སོང་ལ་དེ་ནས་སྐྱིད་པོར་ཕྱིར་བ་སྤོར་བྱས་གང་ཅི་བརྒྱ་ཆ་བརྒྱ་ཐམ་པ་གླེང་དགོས། ཡག་པོ་ཁྱོད་ནི་གོ་རིམ་མི་འདུག་ད། ད་འདི་ང་ནི་ད་ལྟ་རྗེ་རིན་པོ་ཆེ་ནས་ཕྱི་ནས་ཆ་ཚང་བློས་གཏོང་ས་དེ་དེ་དེ་བས་ཀྱང་དཀའ་ལས་དཀའ་པོ། ཕལ་ཆེན་འཇིག་རྟེན་ཆོས་བརྒྱད་ཆ་ཚང་བློས་བཏང་པས་ནི་ལས་ཕལ་ཆེན་སངས་རྒྱས་དགོངས་པ་ཐོབ་གི་ཡོད་ཟེར་ཏེ། དེ་མ་གཏོགས་དཀའ་ལས་ཁ་པོ་ཡོད་ཟེར་ཏེ།

ད་འཇིག་རྟེན་ཆོས་བརྒྱད་ནག་པོ་གསུམ་ལ་སོགས་ཚེ་འདི་སྣང་གི་ཞེན་པས་བཅིངས། ཚེ་འདི་སྣང་དང་ཁོང་ལ་ཞེན་པའི་ཞེན་པ་དག་གན་རྐྱལ་གྱི་རྟགས་ཀྱིས་ད་ཉིན་ཏུ་བཅག་གིན་གདའ། དེ་བྱས་ན་གོ་ཆོད་ཆགས་ཡོང་ས་རེད། ཚེ་འདི་སྣང་ལ་ཞེན་པའི་ཞེན་པ་དེ་དང་ཁོང་ལ་ཞེན་པའི་ཞེན་པ་གཉིས་ཀྱི་དབང་གིས། འདོད་ཡོད་པའི་གཞི་དང་མི་འདོད་པའི་གཞི་ཞེས་སེམས་ངན་ལ་དེ་ལྟ་བུ་ཞིག་དྲན་བསྡད་ཀྱིན་འདུག་ན་དེ་ལ་འཇིག་རྟེན་ཆོས་བརྒྱད་ནག་པོ། ད་དེ་འདང་རྐྱང་རེད། གལ་སྲིད་དུ་ཡིག་འཛིན་ཆེན་མོ་དེ་ཁོང་རེད་ཡིག་འཛིན་ཆེན་མོ་དེ་ཉིན་མཚམས་བཅར་རེད་ད་འདྲི་ཚིག་མང་དུ་ཕན་ཐོགས་ཡོང་མ་རེད། ད་སྐྱེས་བུ་ཆེན་མོ་དུང་གི་ཉག་ཡང་གི་ད་དེ་འདྲི་གི་གཞི་རྩའི་ཁམས་ཁྲིད་རེད། འདི་དུས་ནི་ཆུ་ཡང་ནག་པོ་ཟ། སེང་གེ་རྣམས་ལ་ཡང། སྐྱེས་ནས་བཟུང་སྟེ་མ་ཤི་བར་དུ་དུད་འགྲེལ་གྱི་གཅིག་གིས་ལྟོ་གོས་དམ་སྲུང་སོགས་བྱས་ལ་མིག་བཅད་དེ། ཁམས་གསུམ་ཁོང་ཁྲོ་ལ་ཞེན་པའི་ཞེན་པ་གཅིག་གིས་མིག་དེའི་དབང་གིས་ངང་གཅིག་བྱུང་རོ་ཆེ་ན་གཉིས་བྱུང་རོ་ཆེ་ན་གཉེན་པ་བྱུང་རོ་ཆེ་ན་དེ་དབང་བྱུང་རོ་ཆེ་ན་མཚན་སྙན་གྲགས་བྱུང་རོ་ཆེ་ན་བསྟོད་པ་བྱུང་རོ་ཆེ་ན་ཆེ་ན་བྱུང་བ་བཞི་བྱེད་དམ། མི་མཉེས་པ་མ་མཉེས་པ་མོ་བྱུང་རོ་ཆེ་ན་མི་བསྟོད་པ་མོ་བྱུང་རོ་ཆེ་ན་མི་མཉེས་པ་མོ་བྱུང་རོ་ཆེ་ན་སྨད་པ་མོ་བྱུང་རོ་ཆེ་ན་བསམ་གྱིས་བྱས་དེ་འདྲ་གི་ཐོག་ནས་མི་བསྟོད་པ་བཞི་བྱས་སེང་གེ་རྣམས་ལ་བྱས་ཡོན་གོ་བཏུང་ན་འཇིག་རྟེན་ཆོས་ཅན་རེད།